དགེ་སློང་བདག་གམ་ཁྱེད་རྣམས་ཀྱིས་བསྲེག་བྱ་བརྡར་བའི་སྲེག་བཞིན་དུ་ལེགས་པར་བརྟགས་ལ་ང་ཡི་བཀའ་བླང་བར་བྱ་ཡི་གུས་ཀྱིས་མིན་ཞེས་པའི་བདུད་རྩི་ལྟ་བུའི་ཤོ་ལོ་ཀ་དེ་སྔོན་དུ་བསུས་ནས་གུས་པ་དམན་པ་ལྟ་རག་གིས་ཡེ་ཤེས་ཀྱི་སྤྱན་འམ། Eye of Wisdom ནང་ཕེབས་པར་དགའ་བསུ་དང་འཚམས་འདྲི་ཞུ་གི་ཡོད། དེ་རིང་འདི་ལ་ཡོང་ནས་གནས་ཚུལ་གསུམ་གྱི་སྒང་ལ་སྐད་ཆ་ཁ་ཤས་བཤད་པ་ཡིན་ན་བསམ་ཚོར་བ། དེ་འདྲ་སོང་ཙང་ང་རང་ཚོ་སྤྱི་ཚོགས་ཀྱི་གཉིད་སད་དགོས་ཡག་དུས་དུས་ལ་སླེབས་ཤག་བསམ་གྱི་འདུག་དང་པོ་དེ་ད་ལྟ་ངེད་ཅག་རང་རྒྱལ་བ་དོན་གྱི་བདག་པོ་ཆོས་བཞུགས་སྒར་ནས་མོན་གྷོ་ལ་ཆིབས་བསྒྱུར་གནང་བའི་ཕེབས་ལམ་དང་འབྲེལ་བའི་གནས་ཚུལ་གྱི་སྒང་ལ་བཤད་ཡག་ཡིན། གཅིག་དེ་ད་ལྟ་ང་ཚོ་སྤྱི་ཚོགས་ནང་ལོགས་ལ་ད་ང་རང་གི་ཞེད་སྣང་དང་མ་འོངས་པ་ལ་བློ་འཚབ་ཡོང་ཡག་དེ་ནི་ང་ཚོ་དུམ་བུ་ཅན་དུ་བཏང་ཡག་གི་རེད་པ། ཚོགས་པ་ཁག་དང་སྒེར་པ་ཁག་མང་པོ་གཅིག་དུམ་བུ་དུམ་བུ་བཟོས་ནས་ནི་དེ་འདྲའི་གི་གནས་ཚུལ་ཅིག་ཡོང་བསྡད་ཀྱི་འདུག་དེ་ངས་དངོས་གནས་ཁོ་རང་གི་ང་རང་ཚོ་བོད་པའི་གཏམ་དཔེ་ལ་མ་སོང་ནས་ནི་རྐུ་མ་ནང་ལ་བཞག་སྒོ་ལྕགས་ཕྱི་ལ་རྒྱབ་ཟེར་ཡག་འདི་ཆགས་ཀྱི་མེད་དང་བསམ་གྱི་འདུག་དེ་དངོས་གནས་ཁོ་རང་གི་ཕ་ཇོ་དགྲ་བོའི་སྲིད་ཇུས་ཞིག་མེད་ནང་བསམ་པའི་སྐབས་རེ་སྐབས་རེ་དོགས་པ་དེ་འདྲ་ཡང་ཡོང་གི་འདུག། འདི་གཅིག་རེད་འདི་ཉེན་ཁ་ཆེན་པོ་ཞུ་ཆགས་འདུག་འདིའི་སྐོར་ལ་གཅིག་བཤད་ཡ་ཡིན་གཅིག་ད་ལྟ་ངེད་ཅག་རང་ཁམས་རྫ་ཆུ་ཁུལ་ལ་རྒྱ་དམར་གཞུང་གིས་གཏེར་ཁ་སྔོག་འདོན་དང་འབྲེལ་བའི་གནད་དོན་འདི་དང་ང་རང་ཚོ་བོད་པའི་བཙན་བྱོལ་ནང་གི་ཆབ་སྲིད་ཀྱི་གོམ་བགྲོད་རྒྱག་སྟངས་ལ་འབྲེལ་བའི་ཐོག་ནས་སྐད་ཆ་ཁ་ཤས་བཤད་ཀྱི་ཡིན། ད་དང་པོ་དེ། ད་རེས་ངེད་ཅག་རྒྱལ་བ་དོན་གྱི་བདག་པོ་མཆོག་བཞུགས་ཁང་ནས་མོན་གྷོ་ལ་ལྷོ་ཕྱོགས་ལ་ཆིབས་རྒྱུན་བསྐྱངས་པའི་ཕེབས་ལམ་གྱི་གནམ་གྲུ་དང་འབྲེལ་བའི་གནད་དོན་ཅིག་གི་སྒང་ནས་སྤྱི་ཚོགས་ནང་ལ་ལབ་གླེང་མང་པོ་ཞིག་ཡོང་བསྡད་ཀྱི་ཡོད་རེད། ཁག་ཅིག་གིས་ནི་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་ལས་ཁུངས་ཀྱི་ཡག་པོ་མ་བྱས་བ་དང་ཁག་ཅིག་གིས་ཀོ་ཁའི་དྲུང་ཆེ་ཚོ་ལ་སྐྱོན་བརྗོད་བྱེད་ཡག་དང་ཁག་ཅིག་གིས་སྤྱི་ཡོངས་ཀྱི་དགོངས་ཚུལ་ཕུལ་ནས་མ་འོངས་པར་ཡང་དགོངས་པ་བཞེས་ཡག་དང་དེ་འདྲའི་སྐོར་ལ་གསུངས་བསྡད་མཁན་གནའ་མི་སྣ་ཚོགས་ཞིག་ཡོང་བསྡད་ཀྱི་འདུག། དེ་འདྲ་སོང་ཙང་ད་ངས་འདི་ལ་ཡོང་ནས་སྐད་ཆ་ག་རེ་བྱས་ཡིན་ཞུས་པ་ཡིན་ན། ད་ཁ་ཅིག་ནི་གོ་སྐབས་ནམ་ཡིན་ལ་གོ་སྐབས་རག་ཡག་བྱེད་དུ་འོས་བསྡད་ཡོད་རེད། རེད་བ། དེ་འདྲ་སོང་ཙང་ཨ་ནི་མིང་འདི་རྒྱ་བོ་རམ་བྱེད་ཀྱི་མིང་འདི་བེད་སྤྱོད་བྱས་ཨ་ནི་སྡིག་ས་དེ་སོ་སོ་ལ་མ་དགའ་བ། སོ་སོ་སྒེར་ནས་ཡོད་ངེས་དང། ཆབ་སྲིད་ལངས་ཕྱོགས་མ་མཐུན་པའི་སྒེར་ནས་ཡོད་ངེས་དང་དེ་འདྲའི་གི་སྒང་ནས་དགའ་ལྡན་ཕོ་བྲང་གི་དྲུང་ཆེ་དང། འདི་སུ་ལས་ཁུངས་ལ་འདི་ནི། ཁོ་ཚོ་ཡག་པོ་མེད་པའི་མི་རབས་བཟོས་ནས་མི་དམངས་ནང་ལོགས་ལ་དགོང་མགོ་བཏང་ཡག་གི་བསམ་བློ་ཅིག་ཁྱིམ་ཡོང་བསྡད་ཀྱི་ཡོད་རེད། ཁ་ཅིག་ནི་དངོས་གནས་ཀྱི་བློ་གཟུ་བོར་གནས་ནས། དགོངས་ཚུལ་གསུངས་བསྡད་ངན་ཡོང་བསྡད་ཀྱི་ཡོད་རེད། དེ་འདྲ་སོང་ཙང་ད་འདི་ཡིན་ད་མེད་ངས་འདི་ནས་མ་དཔྱད་པ་བྱེད་གོ། འགྲེལ་བཤད་རྒྱག་གོ་མི་དམངས་ཚོ་རང་གིས་ཐག་བཅད་ཡག་རེད། གོ་བ། ད་བློ་གཟུ་བོར་གནས་ཏེ་ངེད་ཀྱིས་ཨ་ནི་དགོངས་ཚུལ་གསུང་མཁན་ཚང་མ་ལ་ཐོག་ཅི་ཅི་ཞུ་ཡག་ཡིན། ང་རང་གི་ལྟ་སྟངས་ག་རེ་ཡོད་ལབ་པ་ཡིན་ན་ཨ་ནི་དེ་འདྲ་བའི་དེ་འདྲ་ཆིག་བརྒྱུད་གནང་ཡག་གི་གནད་དོན་འདི་ལྟ་བུ་གཅིག་གིས་ངས་གནད་དོན་གསུམ་གྱི་སྒང་ནས་བལྟ་གི་ཡོད། དང་པོ་དེ་གནས་ཚུལ་དེ་ཚང་མ་རྒྱ་བོ་རོམ་ཅེས་རང་ལ་བཀའ་འདྲི་ཞུས་ནི་ཨ་རྒྱ་བོ་རོམ་ཅེས་ཀྱིས་མ་བཀའ་བཀྲོལ་གནང་བའི་བརྒྱུད་རིམ་གྱི་སྒང་ནས་ཕེབས་པ་གཅིག་དང། འདི་ནི་གནད་དོན་གཅིག་དབུས་ཀྱི་བསྲུང་བྱ་དང་འབྲེལ་བ་ཡོད་རེད། གནད་དོན་གཅིག་ཨེ་ནི། རྒྱལ་བ་རིན་པོ་ཆེ་གི་དུས་དང་རྣམ་པ་ཀུན་ཏུ་ང་ཨེ་ནི་ཆེན་པོ་དེ་འདྲ་མེད་ལ། ང། སྟོན་པ་བཅོམ་ལྡན་འདས་ཀྱི་རྗེས་འབྲང་དགེ་སློང་དབུས་མ་གཅིག་ཡིན་དེ་འདྲ་སོང་ཙང་ང་གཅིག་ཆེ་མཐོང་དང་རྫིག་པོ་བྱེད་ཡག་དེ་འདྲའི་དགའ་བོ་མེད་ང་ཨེ་ནི་གཅིག་མི་དམངས་དཀྱུས་མ་ནང་བཞིན་བྱས་ནས་འགྲོ་ཡག་ཡིན། ཇེ་ཡག་གི་ལས་ཀ་བྱེད་ཀྱི་ཡོད་གསུངས་བསྡད་ཡ་འདི་དང་ད་རེས་ཀྱི་གནད་དོན་འདི་འབྲེལ་བ་ཤུགས་ཆེན་པོ་ཆགས་ཀྱི་ཡོད་རེད་ད་ག་ནང་བཞིན་གྱི་སངས་རྒྱས་དང་སྐྱེས་བུ་དམ་པའི་མཛད་པ་ཟེར་ཡ་འདི་ལ་མཐའ་ཡོད་པ་མ་རེད་སུ་གཅིག་གིས་ཤེས་དགོས་ཡ་དེ་འདྲ་སོང་ཙང་སངས་རྒྱས་སྐུ་སྒེར་གྱི་ངོས་ནས་གནད་དོན་ད་ལྟ་གནམ་གྲུ་འཕེལ་སྟངས་དེ་འདྲའི་ཅིག་ལ་ཕེབས་པ་ཡིན་དུས་ཙང་ནས་འདིའི་བརྒྱུད་རིམ་གྱི་ནང་ལོགས་ལ་ཡང་ཨེ་ན་ཅིག་བྲོ་བ་གདུལ་བྱ་དེ་འདྲའི། ཨིན་དེའི་ནང་བརྒྱུད་རིམ་འདིའི་ནང་ལོགས་ནས་ཐུག་ནས་རྡོའི་དགོན་ཡང་དང་དེ་འབྲེལ་གྱི་མཛད་པ་ཡོད་སྲིད་ཀྱི་རེད་དེ་ཚོའི་སོང་ཙང་སུ་ཞིག་ཤེས་ཐུབ་མ་རེད་དེ། དེ་ནི་ང་ཚོ་གི་བཤད་ཚོད་ཁག་པོ་རེད་ཡིན་ནའི། ང་རང་ཚོ་གི་ཀོ་རྒྱལ་གྱི་དྲུང་ཆེ་རྣམ་པ་དང་བདེ་སྲུང་ལས་ཁུངས་དང་རྒྱ་གར་གཞུང་གི་ངོས་ནས་གནད་དོན་དེ་ཚོའི་སྒང་ལ་དུས་དང་རྣམ་པ་བུན་འདུག་ཨེ་ནི་ཅིག། ཐུགས་གཟབ་གནང་དགོས་ཡ་དང་འདི་འདྲའི་ཡུལ་དུས་རྩ་ནས་པར་རྒྱག་ངན་ཡོད་ན་པར་རྒྱག་ངན་དེ་ཚོ་བཀག་དགོས་ཡ་དང་འུད་སྒྲོག་རྒྱག་ངན་ཡོད་པ་ཡིན་ན་དེ་ཚོ་བཀག་ནས་དྲ་རྒྱ་ཁག་ལ་འགྲེམས་མི་ཆོག་བཟོ་དགོས་ཡ་དེ་གལ་ཆེན་པོ་མཐོང་གི་འདུག་འདི་ནས་ང་ཆེད་ཅིག་མཐོང་བསྡད་ཀྱི་འདུག་ཞུ་ཡ་ཡིན། ཕལ་ཆེར་ང་རང་ཚོ་མི་མང་དཀྱུས་མ་ཕན་ཡག་གི་གནམ་གྲུ་འདི་ལ་འདི་འདྲའི་ལ་ཕེབས་པ་ཐེངས་དང་པོ་མ་རེད་ཐེངས་མང་པོ་ཕེབས་ཡོད་རེད། རེད་བ། འདི་སོང་ཙང་གནད་དོན་འགྲིག་དེ་འདྲའི་ཞིག་ངས་མཐོང་བསྡད་ཀྱི་འདུག་ད་ཡིན་ནས་ང་ཚོའི་སྤྱི་ཚོགས་དྲ་ལམ་ནང་ལོག་ལ་དོན་ནི། སྐད་ཆ་བཤད་མཁན་གཉིས་ཡོང་དུས་གཅིག་དུས་དང་རྣམ་པ་ཀུན་ཏུ་གོ་སྐབས་བཙལ་བསྡད་མཁན་གཅིག་དང་གཅིག་དུས་དང་རྣམ་པ་ཀུན་ཏུ་གཅིག་སྤྱི་ཚོགས་དང་མི་རིགས་ཀྱི་ཆེད་དུ་སྐད་ཆ་བཤད་བསྡད་མཁན་གཅིག་ཡོང་གི་ཡོད་རེད། ལྷག་བསམ་རྣམ་དག་གིས་བཤད་བསྡད་མཁན་གཅིག་ཡོང་གི་ཡོད་རེད་དེ་རེད། དེ་འདྲ་སོང་ཙང་གང་ལྟར་ཡང་ད་འདི་མི་མང་གི་ཐག་བཅད་ཡ་རེད། ད་རྣམ་པ་ཚོ་ལ་ངས་འདི་གཉིས་ཀྱི་གནད་དོན་འདི་གསལ་པོ་ཞུ་ད་ང་རང་ཚོ་གི་དུས།

ནི། རྒྱ་ནག་མི་དམངས་ལ་བྱམས་སྙིང་རྗེའི་སྲིད་ཇུས་རེད་ཟེར་རྒྱ་བོད་རམ་ཅིག་གོང་གཞི་མི་དམངས་ལ་འདྲི་ཤོད་ལོག་པ་རྒྱག་ནས Brain Wash བྱེད་མཁན་ཡང་བྱུང་ཡོད་རེད། ད་འདི་དང་འདི་འདྲ་བ། ང་ཚོའི་སྤྱི་ཚོགས་ནང་ལ་གྲངས་ཀ་ཐེབས་ཡག་ཁ་ཤས་ཤིག་ཡོད་རེད། འདི་འགས་ལ་ད་ལྟ་བར་དུ། ད་རེས་ཀྱི་སྤྱི་ཚོགས་ནང་ལ་དོན་ནི། རྒྱ་བོ་རམ་བཅས་ཀྱི། གནམ་གྲུ་དང་འབྲེལ་བའི་གནད་དོན་ཤེས་བསྡད་མཁན་གྱི་ནང་ལོགས་ལ་ཁྱེད་རང་ཚོ་གི་མི་འདི་འགྱེད་ལ་ད་ལྟ་བ་འདུག་ཁྱེད་རང་ཚོ་གི་བཤད་སྟངས་ནོར་སོ་ཁྱེད་རང་གི་བྱེད་སྟངས་ནོར་སོ་ཟེ་དགག་པ་རྒྱག་མྱུར་ཡོག་རེད་པས་ཡོག་རེད་མ་ལན་རྒྱག་མྱུར་ཡོག་རེད་པས་ཡོག་མ་རེད་པས། རྒྱག་མྱུར་ཡོག་མ་རེད། གར་འཆམ་རྒྱག་གི་ཡོག་མ་རེད་པས། འདི་འགྱེད་ཚང་མ། ཁོ་རང་ཚོ། གཅིག་ལ་གཅིག་འབྲེལ་རེད། འདི་ཤེས་དགོས་གལ་ཆེན་པོ་རེད་རེད་བ། དེ་འདྲ་སོང་ཙང་ང་རང་ཚོ་མི་དམངས་ཀྱི་ནས་ངེས་པར་དུ་སེམས་ལ་བཞག་དགོས་ཀྱི་ཡོད་རེད། དེ་གཅིག་རེད། ད་གཉིས་པ་དེ། ཉེན་ཁ་ཆེ་ཤོས་གཅིག་ངས་ག་རེ་མཐོང་གི་འདུག་ཞོ་པ་ཡིན་ན། ད་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ང་ལ་འདི་ཉེན་ཁ་ཆེན་པོ་ཞོ་མཐོང་བསྡད་ཀྱི་འདུག་བ། དེ་འདྲ་སོང་ཙང། ད་དངོས་གནས། རྩ་བའི།

ང་རང་ཚོ་སྤྱི་ཚོགས་ནང་ལོགས་ལ། ད་དཔེར་ན་མདོ་སྟོད་ལྟ་བུ་ཆགས་ཤིང་དུམ་བུ་གཉིས་ཆགས་ཡོད་རེད། འདི་ཉེན་ཁ་ཆེན་པོ་ཞོ་ཅིག་རེད། ཨ་ཕ། མདོ་སྟོད་དུམ་བུ་གཉིས་ཆགས་ཡ་འདི་ཧང་སང་ཡ་ཉེན་ཁ་ཆེན་པོ་རེད། བོད་ཕྱི་བཙན་བྱོལ་གྱི་སྤྱི་ཚོགས་ནང་ལ། དུམ་བུ་གཉིས་ཆགས་མཁན་དང་ཤོས་དེ་མདོ་སྟོད་ཡིན་གྱི་ད་ངས་མ་ཤེས་པ་ཡིན་ན་ངེད་ཚོའི་ད་ལྟའི་རེད། མདོ་སྟོད་དུམ་བུ་གཉིས་ཆགས་རེད། དེ་ནས། གཞོན་ནུ་དུམ་བུ་གཉིས་ཆགས་རེད་གཞོན་ནུ་དབུ་མ་དང་རང་བཙན་ཟེར་གཉིས་ཆགས་རེད།

ག་འདྲའི་ཞིང་པ་ཡིན་ནས་བུད་མེད་ཡིན་པ་ཡིན་ནས་རེད་སྒེར་གྱི་ཚོགས་པ་ཡིན་ནས་རེད་ད་གཞུང་གི་ཚོགས་པ་ད་དུམ་བུ་གཉིས་ཆག་ཡག་གི་ཡོང་མི་སྲིད་པ་ཤེས་བྱ་རེད་གང་སེམས་ཁྲིམས་སྒྲིག་གཞི་བརྟན་པོ་ཡོད་རེད་ད་སྒེར་གྱི་ཚོགས་པ་འདི་འདྲས་དུམ་བུ་གཉིས་ཆག་པ་ཡིན་ན་འདི་འདྲས་སུ་དུམ་བུ་གཉིས་གཉིས་ཆག་པ་ཡིན་ན་བར་སྐབས་གཅིག་ལ་ལོ་གཅིག་གཉིས་གཅིག་གི་གོང་ལ་ག་རེ་ཁེ་ན་ཏྲ་རེད་ག་རེ་ཅི་ལ་སུས་རེད་ཅི་ལ་ཨེ་ནི་རང་བཙན་གྱི་ཚོགས་ཆེན་འཚོགས་པའི་སྐབས་ལ་ང་རང་ཚོ་མི་གཅིག་གིས་ཕལ་ཆེར་སྤྱི་འཐུས་སྤྱི་འཐུས་ཡིན་བསམ་སོང། གཅིག་གིས་རང་བཙན་གྱི་ལྟ་གྲུབ་ཀྱི་སྒང་ནས་གཞུང་བཙུགས་དགོས་ཀྱི་འདུག་གཞུང་གང་བཙུགས་ཡག་གི་དུས་ལ་བབས་བཞག་ཟེར་མཁན་སྐད་ཆ་གཅིག་བྱུང་ཡོད་རེད། ད་དེ་ཚོ་ལ་གཞི་བཞག་ཡོང་དུས་ཙམ་མེད། ད་འདི་ངས་ཉེན་ཁ་ཆེན་པོ་ཞོ་ཞིག་མཐོང་གི་རེད། ད་ལྟ་རྣམ་པ་ཚོ་གི་གཟིགས་དང། འཛམ་བུ་གླིང་ག་འདྲའི་ཡིན་པ་ཡིན་ནའི་སོ་སོའི་རྒྱལ་ཁབ་དང་མི་རིགས་ཡིན་ནའི་རེད་ཁྱིམ་ཚང་ཅན་པ་ཡིན་ནའི་ཚོགས་པ་ཅན་པ་ཡིན་ནའི་རེད་འདི་ནུས་པ་མཉམ་དུ་སྤུངས་ནས་ལས་ཀ་བྱེད་དགོས་ཁྱིམ་ཚང་ཅན་པ་ཡིན་ནའི་ཁྱིམ་ཚང་དེ་ཁ་ཐོར་མ་ཡོང་ཡང་ཆེད་དུ་ཁྱོ་ག་གྱི་མེ་དང་སྤུ་གུ་ཚང་མ་མཉམ་རུབ་བྱེད་དགོས་རེད། ཚོགས་པ་རྗེས་མ་ཡིན་ན་ཚོགས་པའི་ཚོགས་གཙོ་དང་ཚོགས་གཞོན་རྒྱུན་ལས་དང་ཚོགས་མི་ཚང་མ་མཉམ་རུབ་བྱེད་དགོས་ཀྱི་རེད། རྒྱལ་ཁབ་ཅིག་ཡིན་པ་ནས་རྒྱལ་ཁབ་འདིའི་ནང་ལ་ཡོད་ངེས་ཀྱི་ཨ་ནི་ཅིག་སྒང་གི་གཞུང་འཛིན་པ་བ་གི་གཞུང་མ་ཡིན་པའི་ཚོགས་པ་མི་དམངས་ཚང་མ་མཉམ་རུབ་ཀྱི་སྒང་ནས་ང་ཚོ་ལས་ཀ་བྱེད་དགོས་ཀྱི་ཡོད་རེད་མ་གཏོགས། གཞུང་མ་ཡིན་པའི་ཚོགས་པ་ཕ་ཚེ་དེ་གཞོན་ནུ་རང་བཙན་ཅིག་ཏུ་ཚུ་ཚེ་དེ་གཞོན་ནུ་དབུ་མ་ཅིག་ཏུ

ཨ་ནི་ང་ཚོ་ལ་གོ་ཡང་དེ་རེད་པས་མོ་གོ་ཡང་དེ་རེད་པས། འདི་གི་ཁྱེད་རང་ཚོ་གཞོན་ནུ་གི་སྐབས་སྐབས་ལ་ལས་ཀ་བྱེད་མཁན་དེ་གྱི་ལ་ཕན་ཐོག་ག་རེ་ཡོང་གི་རེད་པས་ཁྱེད་རང་ཚོ་གཞོན་ནུ་ཡིན་ནས་རེད་ཚོགས་པ་ག་འདྲའི་སྦྱིན་པ་ཡིན་ནས་ཕན་ཐོག་ག་རེ་ཡོང་གི་རེད་པས་ཕན་ཐོག་ཡོང་གི་རེད་པས་གནོད་བྱས་ཡོང་གི་རེད་ང་ཚོ་གཞུང་འཛིན་མ་ཡིན་པའི་ཚོགས་པ་གི་སྒང་ལ་དེ་ངའི་དེ་གི་བསམ་བློ་བཏང་སྟངས་དེ་ག་འདྲའི་ཆུ་གོ་ཟེར་ན་ངས་ལས་ཀ་དེ་བྱས་པ་ཡིན་ན་མ་འོངས་པ་ལ་གནོད་བྱས་ཡོང་ས་རེད་མ་རེད་མ་འོངས་པ་ལ་གནོད་རྐྱེན་སྤྱི་ཚོགས་ནང་ལ་གནོད་ག་འདྲའི་ཅིག་ཡོང་ས་རེད་མ་རེད། སྤྱི་ཚོགས་ཁ་ཐོར་འགྲོ་ས་ནས་མ་རེད། ངའི་འདས་ཀྱི་མ་འོངས་པར་སྤྱི་ཚོགས་ལ་གཅིག་སྒྲིལ་ལས་ཕན་ས་རེད་མ་རེད། དེ་འདྲའི་བསམ་བློ་གཏང་དགོས་ཡ་དེ་གལ་ཆེན་པོ་ཞུ་ཡོད། མ་འོངས་པར་བསམ་བློ་གཏང་དགོས་ཡ་དེ་གལ་ཆེན་པོ་མ་ཟེར་ན་དུས་དེ་རིང་རྫོགས་འགྲོ་གི་ར་སང་ཉིན་གནས་དགོས་པ་དེ་འདྲ་སོང་ཙང། ཕྱོགས་གཅིག་ནས་མ་འོངས་པ་ཟེར་ཡ་དེ་བཤད་ཐུབ་བ་ཁག་པོ་དེ་རྒྱལ་ཁབ་དང་མི་རིགས་ཀྱིས་གང་ནས་བཤད་འདུག་མ་འོངས་པ་དེ་གལ་ཆེན་པོ་ཞུ་རྒྱུ་རེད། དེ་འདྲ་སོང་ཙང། ཨ་ནི་ང་རང་ཚོ། གཞུང་འབྲེལ་མ་ཡིན་པའི་ཚོགས་པ་འདི་ཚོ་གིས། དུམ་བུ་གཉིས་བཟོ་ཡ་དེ་དངོས་གནས་ཁོ་རང་དེ། ཡག་པོ་རྩ་བ་རང་ནས་མི་འདུག། ལྷག་པར་དུ་ད་ད་ལྟའི་དུས་ཚོད་འདི་ནི་གཞོན་ལུགས་ཀྱི་ནང་ལོགས་ལ་ཚོགས་པ་གཉིས་ཆགས་ཡོད་རྒྱུ་དེ་ནི་དཀའ་ལས་ཁག་པོ་ཞིག་ཏུ་ཆགས་ཡོད་འདུག་ད་ནི་གཞོན་ནུ་རང་བཙན་རྫིག་ངན་གྱི་དེ་སྔོན་དེའི་སྔོན་གྱི་གཞོན་ལུགས་ཀྱི་ཚོགས་གཙོ་དེ་ཚོས་ལས་ཀ་དངོས་གནས་ཁོ་རང་ནོར་འཁྲུལ་ཆེན་པོ་དེ་འདྲ་བྱས་སོང་ཁ་ཤས་ཤིག་རེད། དཔེར་ན། ད་རྒྱ་གར་ལྷོ་ཕྱོགས་ནང་ལོགས་ལ་གཞོན་ལུགས་ཀྱི་རང་བཙན་གྱི་ལྟ་གྲུབ་ཀྱི་ཚོགས་པ་བཙུགས་ཡག་གི་འབད་བརྩོན་བྱས་ནས་ད་བཙུགས་སོང། ད་འདི་གི་བཙུགས་ནས། གལ་ཁེ་ཕན་ག་རེ་ཡོང་གི་རེད་པས་སྐྱོན་ག་རེ་ཡོང་གི་རེད། དེ་ལ་གཞུང། ཞི་འཇགས་གསར་རྙིང་གཉིས་ལ། ཨེ་ནི། སྐད་བཏང་ཡག་ཐོག་ལ་གཞོན་ནུ་སྐད་བཏང་ཡག་ཐོག་ལ་ཚོགས་པ་གཉིས་ཀ་གི་མི་སྐད་བཏང་བ་བྱེད་ཀྱི་རེད་པས་ཚོགས་པ་གཅིག་སྐད་བཏང་ཟུར་ཚོགས་པ་གཅིག་ལ་གནོད་ཀྱི་རེད་ཚོགས་པ་གཅིག་ལ་མཐོང་ཆུང་བྱེད་སྲིད་ཀྱི་རེད་དེ་འདྲའི་གི་ལས་ཀ་བྱེད་སྟངས་ཐོག་ལ་ཞོ་ཞིག་དཀའ་ངལ་འཕྲད་ཀྱི་རེད་ད་ག་ན་བཞིན་གཞོན་ནུ་ཁོ་རང་ཚོ་གི་ལས་ཀ་བྱེད་སྟངས་ཀ་ལས་དཀའ་ངལ་ཞོ་ཞིག་འཕྲད་ཡོང་གི་རེད་ད་འདི་ང་ཚོ་མི་རིགས་ཁ་ཐོར་བཏང་ཡག་གི་འཆར་གཞི་ཞིག་རེད་བཞག་མ་གཏོགས་འདི་གི་སྤྱི་ཚོགས་ལ་ཕན་ཡག་དང་དེ་འདྲའི་རྩ་བ་རང་ནས་ངས་མཐོང་མི་ནུས་དེ་འདྲ་སོང་ཙང་ད་ངའི་རེ་བ་འདི་ལ། རང་བཙན་གཞོན་ནུ་ཡིན་པ་ཡིན་ནས་སོ་སོའི་ས་ཁུངས་ག་པ་ཐོབ་ཐང་གཞོན་ནུ་ཡོད་པ་འདི་འགས་ལྷག་ཆ་ཏག་ཏག་དང་ཡར་རྒྱས་གཏང་ཡ་ཞིག་མ་གཏོགས་དབུ་མའི་ལམ་གྱི་གཞོན་ནུ་གི་ས་ཆ་འདི་འགས་ལ་གཞོན་ནུ། རང་བཙན་གྱི་གཞོན་ནུ་སླར་གསོ་བྱེད་ཡ་འདི་ངས་བྱས་ན་རྣམ་པ་ཚོ་གི་འདི་དུག་སོགས་བསྐྱོན་ནས་མ་བཙུགས་ན་ཡག་ག་འདུག། མི་རིགས་དང་སྤྱི་ཚོགས་ལ་ཕོག་ཐུག་ཆེད་དུ་མ་གཏོགས་ཕན་ཐོག་རྩ་བ་རང་ཡོད་མ་རེད། འོ་དེ་རེད། དེ་འདྲ་སོང་ད་ད་ག་ན་བཞིན་མ་འོངས་པར་ཡིན་ནའི། ད་ཅིག། ང་རང་ཚོ Student of Free Tibet། སློབ་ཕྲུག་རང་བཙན་ཚོགས་པ། བུད་མེད་ཚོགས་པ་ལ་སོགས་པ་ལ་སོགས་པ་རྣམས་གནས་ཚུལ་ག་རེ་ཡིན་ན་ཡོང་སྲིད་ཀྱི་རེད། དེ་འདྲ་སོང་ད་དུམ་བུ་གཉིས་མ་བཏང་ཡག་གི་འབད་བརྩོན་ཡིན་གཅིག་མིན་གཅིག་བྱེད་དགོས་ཀྱི་འདུག། ད་དེ་འདྲའི་ཆགས་སོང་ན་ནམ་ཞིག། ཨེ་ནི་རང་བཙན། ང་ཚོ་དམངས་གཙོ་ཡིན་སྲིད་ཀྱི་རེད་པ། ཨེ་ནི་རང་བཙན་རྩོད་ངན་དེ་འགྱེལ་གྱི་ང་ཚོ་ལ་རང་བཙན་རྩོད་ངན་གྱི་སྲིད་སྐྱོང་ཅིག་དགོས་ཡོད། དབུ་མ་རྩོད་ངན་དེ་འགྱེལ་གྱི་ང་ཚོ་ལ་དབུ་མ་རྩོད་ངན་གྱི་སྲིད་སྐྱོང་ཅིག་དགོས་ཡོད་སའི་སྲིད་སྐྱོང་གཉིས་ཟོག་ཅིག་རེད། གྲོས་ཚོགས་ནང་ལོགས་ལས་དབུ་མ་བཙོན་ངན་གྱི་སྲིད་བྱུས་དབུ་མ་བཙོན་ངན་གྱི་གྲོས་ཚོགས་འདི་ཉིད་དང་རང་བཙན་བཙོན་ངན་གྱི་གྲོས་ཚོགས་འདི་ཉིད་གཉིས་པོར་ང་ཚོ་ལ་དབུ་མའི་སྲིད་བྱུས་རང་གི་གྲོས་ཚོགས་ཀྱི་བགོ་ཡོད་རང་བཙན་བཙོན་ངན་གྱི་ཡང་ང་ཚོ་ལ་རང་བཙན་བཙོན་ངན་གྱི་གྲོས་ཚོགས་ཀྱི་བགོ་ཡོད་ཟེར་གཉིས་བཟོས་པ་ཡིན་ན་ཨ་ནི་ང་ཚོ་ལ་ག་བ་ཐབས་གང་དྲོ་བ་ང་ཚོ་ང་ཚོ་འཛིན་ས་ངོ་མ་དེ་ག་བ་འཛིན་དགོས་པ་རེད། ང་ཚོ་ནང་ལོགས་ལ་བྱ་སྟེགས་ཀྱི་སྤྲེལ་མ་གཏོར་རང་བཞིན་གཏོར་ཡག་མ་རེད་པ། ང་ཚོ་ནང་ལོགས་ལ་ག་ཚོད་འདྲིས་ཐུབ་ཐུབ་ཇི་ཙམ་གྱིས་ང་ཚོ་གཅིག་སྒྲིལ་བྱུང་བ་དེ་ཙམ་གྱིས་འདི་ང་ཚོའི་སྟོབས་ཤུགས་རེད། སྒང་ལ་དེ་ངེད་ཚོ་གིས་ངེས་པར་དུ་བསམ་བློ་འདི་མ་བཏང་བ་ཡིན་ན། དངོས་གནས་ཁོ་རང་གིས་ཁྱེད་རང་ཚོ་གི་ལས་ཀ་བྱེད་སྟངས་ཁ་ཤས་ཀྱིས་མ་འོངས་པར་སྤྱི་ཚོགས་ནང་ལོགས་ལ་དེ་ལྟ་བུའི་དགྲ་དཀྲུག་འབུ་དཀྲུག་བཟོ་བའི་ལས་ཀ་དེ་འདྲ་བཟོས་ཡོང་མི་ཐུབ། དེ་འདྲ་སོང་ཙང་འདི་ཡིན་གཅིག་མིན་གཅིག་དོ་སྣང་བྱེད་དགོས་ཀྱི་འདུག། འདིར་འདི་འདྲ་སོང་ཙང་འདི་ཡིན་གཅིག་མིན་གཅིག་གནད་དོན་དེ་གལ་ཆེན་པོ་རེད་དཔེར་ན་ངས་དཔེ་ཆུང་ཆུང་ཞིག་བྱ་བ་ཁྱེད་རང་ཚོ་གོ་ང་མི་འདི་ལ་སྒེར་གྱི་འཁོན་འཛིན་མེད་ད་དཔེར་ན་ང་རང་ཚོ་གི་གྲོས་ཚོགས་ནང་ལོགས་ལ་སྔས་མ་དཔེར་ན་ཡིག་ཆ་ཨང་སུམ་ཅུ་སོ་དགུ་འདིའི་སྒང་ལ་གནས་ཚུལ་ཤུགས་ཆེན་པོ་ཞུ་གི་ཅིག་ལེ་རེད་འདི་ནོར་འཁྲུལ་ཚང་མར་ཡོད་རེད། འདིའི་སྐབས་ལ། གཞོན་ནུ་གིས་ད་ལྟ་གི་ཁྱོད་འདི་གིས་ད་ལྟ་སྤྱི་འཐུས་ལ་ལངས་འདུག་ཨ། ཁོ་རང་གིས་གཞོན་ནུའི་མིང་ཁྱེར་ཡོང་ནས་ཚོགས་འདུ་གྲོགས་པོའི་ཚོགས་ནས་ཁོ་རང་ཚོ་གཞོན་ནུ་དང་འདི་འདྲའི་གཅིག་གཉིས་གཞོན་ནུ་ཁོ་རང་ཡིན་ན་གང་ཞིག། ཚོགས་པ་གཞན་དག་བརྗོད་ཡ་ཡིན་ད་ངས་དྲན་མེད་གང་ལྟར་གཞོན་ནུ་གིས་ཡིན་པ་གསལ་པོ་ཞུ་རྒྱུ་འདུག་ཨེ་ནས་ཁོ་ཚོ་གི་ལངས་ཕྱོགས་འདི་འདི་འདྲའི་ཞིག་ཡིན་ཟེར་ཡག་གི་གསལ་བསྒྲགས་ཤིག་བཏང་སོང། འདི་བཏང་ནས་གར་ཆགས་སོང། གཞོན་ནུ་གིས་ཆེ་མཐོང་ཞོ་ཅིག་མ་ཉམས་ཚར། རེད་པ། གཞོན་ནུ་གི་ནང་ལོགས་ལ་དབུ་མའི་ལམ་གྱི་རྒྱབ་སྐྱོར་བྱེད་མཁན་གཞོན་ནུ་མང་པོ་ཡོད་རེད། རང་བཙན་ལྟ་གྲུབ་ཀྱི་ཁྱི་ངན་གཞོན་ནུ་མང་པོ་ཡོད་རེད། གཞོན་ནུ་དང་བུད་མེད་དང Student of Free Tibet འཛིན་མཁན་དེ་ཚོའི་ཚོགས་པ་དེ་ཚོའི་གྲངས་དེ་ཚོ་གོ་ཆོད་གསུམ་ཟེར་ཡག་དང་ཨཱ་ནི་གཅིག་ང་རང་ཚོ་མདོ་སྟོད་མདོ་སྨད་དབུས་གཙང་ཟེར་ཡག་དེ་ཚོའི་གྲངས་དེ་ཚོ་ཨཱ་ནི། འཐབ་རྩོད་པའི་ཚོགས་པ་ཞིག་རེད། འཐབ་རྩོད་པ་རེད་མ་གཏོགས་ཆབ་སྲིད་པ་མ་རེད། ཆབ་སྲིད་པ་ཆབ་སྲིད་པ་ཁོ་རང་ཚོ་རེད། དེ་འདྲ་སོང་ཙང་ང་རང་ཚོ་སྤྱི་ཚོགས་ནང་ལ་སོ་སོ་གདན་ས་དེ་ཧ་མ་གོ་ཆེད་ཉང་དུ་ཉུང་མ་བཀྲིས་ནས་ལས་ཀ་བྱས་ཡོང་དུས་ད་ནི་ཨཱ་ནི། ནག་ཉེས་ཆེན་པོ་བཟོས་ཡོང་གི་འདུག་འདི་འདྲའི་གི་འཐུས་ཤོར་འདི་འདྲའི་གི་བྱེད་སྟངས་མ་ཤེས་པའི་དབང་གིས་དཀའ་ངལ་ཆེན་པོ་འདི་འདྲའི་འཕྲད་ཡོང་གི་འདུག་འདི་ཚོ་དཔེ་མི་སྲིད་པའི་ནོར་འཁྲུལ་ཆེན་པོ་རེད་འདི་དང་འདི་འདྲ་བའི་ཁོ་རང་གི་རྐང་བཙུགས་འདི་བྱས་ཡོད་མ་རེད་དེ་གང་ལྟར་འདི་འདྲའི་གི་བསམ་བློ་མ་བཏང་ནས་ལས་ཀ་འདི་འདྲའི་བྱས་པ་ཡིན་ན་འདི་ཉེན་ཁ་ཆེན་པོ་ཞོར་ཅིག་འདི་འདྲ་སོང་དང་བོད་མིའི་སྒྲིག་འཛུགས་ཀྱི་དེའི་སྐབས་ལ་ཨེ་ནི་འོས་བསྡུ་ལས་ཁུངས་ངོས་ནས་མ་འོངས་པར་ད་ཚོགས་པ་སྒེར་གི་འདི་འདྲའི་རྩ་བར་མི་བྱེད་ཆོག་མི་ཡོང་ཟེར་ཡང་གི་གནད་དོན་འདི་ཡང་དེ་ཚོ་ལ་ཐུག་གི་ཡོད་རེད་འདི་འདྲ་སོང་ཙང་ད་ང་རང་ཚོ་གི་གཞུང་འབྲེལ་མ་ཡིན་པའི་གི་ཚོགས་པ་འདི་ཚོས། གནས་ཚུལ་ནང་ལོགས་ལ་ལྟ་བ་མཐུན་མ་མཐུན་བྱུང་བ་ཡིན་པ་ཡིན་ན་ཁོ་དང་པོ་གཉིས་བཟོ་ཡག་གི་ལས་ཀ་དེ་རྩ་བ་གང་ནས་བརྩམ་རྒྱུ་མི་འདུག་འདི་ཡིན་གཅིག་མིན་གཅིག་དོ་སྣང་བྱེད་དགོས་ཀྱི་འདུག་ལོ་ཟླ་ནམ་ཞིག་རྡ་རམ་ས་ལ་དབུ་མའི་ལམ་གྱི་གཞོན་ནུ་ཞིག་བཙུགས་སོང་ན་ཁྱེད་རང་ཚོ་ནད་ཁྱོ་གུ་མ་རེད་པ། འོན་ཏེ་ང་གཞོན་ནུ་ལྷོ་ཕྱོགས་ཀྱི་གཞོན་ནུ་ཚོགས་པ་གང་མེད་ད། ང་བོད་པ་ཡིན་པའི་ཆ་ནས་སྐད་ཆ་བཤད་གི་ཡོད་སེམས་ཚོར་བཤད་གི་ཡོད། ཁྱེད་རང་ཚོ་ཚོགས་པ་ཡོད་སར་ཚང་མ་ལ། དབུ་མའི་ལམ་གྱི་སྲིད་ཇུས་འཛིན་མཁན་གཉིས་ཀྱི་གཞོན་ནུ་གྱི་ཚོགས་པ་རེད་བཙུགས་སོང་ན་ག་རེ་ཆགས་ས་རེད། འདི་དངོས་ཡོད་གནས་ཚུལ་ཡིན་ད། འོ་དེ་རེད་དེ་འདྲ་སོང་ཙང་ངས་བོད་པ་གཅིག་གི་རྩ་དོན་ངང་སྐད་ཆ་བཤད་རྒྱུ་ཡོད་མ་གཏོགས་ང་དབུ་མའི་ལམ་གྱི་ཕྱོགས་མེད། ང་དབུ་མའི་ལམ་གྱི་གཞོན་ནུའི་ཕྱོགས་མེད་རང་བཙན་གྱི་གཞོན་ནུའི་ཕྱོགས་མེད་གཉིས་ཀ་གི་ང་ཚོ་གི་ཐུན་མོང་གི་ལས་ཀ་དེ་བྱེད་དགོས་ཀྱི་འདུག་སྐད་ཆ་བཤད་རྒྱུ་ཡོད། འོ་འདི་ང་རང་ཚོ་ད་ངའི་རེ་བ་འདི་ལ། མ་འོངས་པ་ལ། སྤྱི་འཐུས་ཀྱི་ནང་ལོགས་ལ་སྤྱི་འཐུས་ཟེར་ཡག་དེ་ཁྲིམས་སྒྲིག་གཞི་བཟོ་མཁན་རེད་ཁྲིམས་སྒྲིག་གཞི་བཟོ་མཁན་ཡིན་དུས་ད་ནི་སྤྱི་འཐུས་ནང་ལོགས་ལ་ཡིན་གཅིག་མིན་གཅིག་མ་འོངས་པ་ལ་གཞུང་འབྲེལ་མ་ཡིན་པའི་ཚོགས་པ་འདི་འགས་ལ་སྟངས་འཛིན་བྱེད་སྟངས་ཅན་ཁྲིམས་སྒྲིག་གཞིའི་སྒང་ལ་ཡག་པོ་ཞིག་མ་བཟོས་བས་ན་འདི་འདྲས་སུ་དུམ་བུ་ཕྱིན་པ་ཡིན་ན། འདི་ང་ཚོ་ལ་ཉེན་ཁ་ཆེན་པོ་ཞོར་རེད་ཤག་ནམ་ཞིག་བོད་གཞུང་འདི་ཡང་དུམ་བུ་གཉིས་བཏང་གི་ཡིན་ཟེར་ཡག་གི་དུས་ལ། སླེབས་མི་སྲིད་པ་མ་རེད་དེ་སྔ་ད་ལྟ་རང་བཙན་ལྟ་གྲུབ་ཀྱི་མི་གཅིག་གིས་བཤད་པར་བ་ད་རང་བཙན་ལྟ་གྲུབ་ཀྱི་ནི་གཞུང་གཅིག་ང་ཚོ་བཙུགས་དགོས་ཀྱི་འདུག་ཟེར་སྐད་ཆ་དེ་བཤད་ར་བ་འོ་རྒྱུ་མཚན་དེ་འདྲ་ལ་བརྟེན་ཡིན་དུས་ད་ནས་ད་འདི་འདྲའི་གི་ལག་ཆ་བེད་སྤྱོད་བྱས་ནས་ཏན་ཏན་ཡོང་གི་རེད་པ་དེ་ད་ད་ད་ང་རང་ཚོ་ཁམས་དངུལ་ལྕོག་གི་ད་ད་ནི་ས་ཆ་གཅིག་ལ་རྒྱ་མིས་གི་གཏེར་ཁ་བསྔོགས་ནས་དེ་ནས་བོད་མི་སུམ་ཅུ་ལྷག་ཙམ་འཇིག་རྟེན་གསོ་བྱས་དེའི་ནང་ནས་མི་བཅོ་བརྒྱད་ཙམ་ཞིག་གར་སོང་ཆ་མེད་ཅིང་ཉེས་རྡུང་ཞི་བ་ཚད་མེད་བཏང་བའི་གནས་ཚུལ་ཞིག་བྱུང་ཡོང་གི་འདུག་ད་ལྟ་འདི་དང་འདི་འདྲ་བ་ང་ཚོས་མ་ཤེས་པ་ག་ཚོད་དང་ག་ཚོད་ཡོད་རེད་པས་འདི་གཅིག་རེད། རེད་མ། དེ་ནས་མདོ་སྟོད་སྨད་དངོས་ལ་ཡིན་ན་ལྷན་ཅིག་ཁ་པར་དེ་ཚོ་བརྒྱུད་ནས་བཏང་བདེ་བོ་ཞིག་ག་ལ་གང་ཚང་ཞིག་བདེ་བོ་ཡོང་གི་འདུག་རེད། ང་རང་ཚོ་རང་སྐྱོང་ལྗོངས་དབུས་གཙང་གི་ནང་ལོགས་ལ་དེ་འདྲའི་གི་གནས་ཚུལ་ཁྱོན་ནས་ཁོ་རང་ཧ་གོ་གི་ཡོད་མ་རེད། དཔེར་ན་ངས་གནས་ཚུལ་ཆུང་ཆུང་བྱའོ། ད་ལྟ་མངའ་རིས་ཀྱི་ཁུལ་གྱི་དབུས་གཙང་གི་མངའ་རིས་ཀྱི་ཁུལ་གྱི་བྱེ་ཐང་གི་ས་ཆ་གཅིག་ལ། རྒྱ་མི་གིས་ཨེ་ནི། འདི་ལྟ་ཅིག། མེ་ཤུགས་འཕུར་མདའ་དང་རོ་ཀེད་འདི་འདྲའི་ཚོད་ལྟ་བཟོ་ས་བཟོས་ནས། རྒྱ་གང་གི་དེ་ནས་བཟུང་དམག་ཁང་གི་སྲབ་གྲ་བཟོ་ཡག། ཨ་མི་རི་ཀའི་གི་དམག་མི་གིས་ཨེ་ནི་ཅིག། Air Lifting། གི་གྲུ་གཟིངས་བཟོས་ནས་ཁོ་ཚོ་གིས་འདི་འདྲའི་གི་ཚོད་ལྟ་བྱེད་ཡག་གི་ཨེ་ནི་མེར་ཤུགས་འཕུར་མདའ་བཏང་ས་བཟོས་ནས། ང་རང་ཚོ་བོད་པའི་སྤྱི་ཚོགས་ནང་དེ་ཚོ་མཐོང་མི་འདུག་རྒྱ་གར་གྱི་འདི་ནང་ལ་གསལ་པོ་ཞུ་མཐོང་ཡོང་མདོག་དེ་ཚོ་ཁྱེད་རང་ཚོ་ལྟ་ལ། འོ་འདི་འདྲའི་གི་གནས་ཚུལ་མང་པོ་ཞོག་ཡུལ་སྐོར་ང་ཚོས་མཐོང་བ་དང་མ་མཐོང་བ། ཐོག་མར་དེ་ཚོ་ང་ཚོ་གི་བེད་སྤྱོད་བྱས་ནས་ཨཱ་ནི་ང་ཚོ་གི་འཛམ་གླིང་སྡིངས་ཆའི་སྒང་ལ་སྟོན་དགོས་ཀྱི་ཡོད་དེ་དབུ་མ་གི་ལས་འགན་ཡིན་པ་ཇི་ལྟར་རང་བཙན་གྱི་ལས་འགན་མ་ཡིན་པ་ཇི་ལྟར་འདི་རང་བཙན་གྱི་ལས་འགན་ཡིན་པ་ཇི་ལྟར་དབུ་མ་གི་ལས་འགན་མ་ཡིན་པ་དེ་དེ་གང་མ་རེད་ང་ཚོ་བོད་པ་སྤྱི་བོ་རྣམས་ནས་ཚང་མ་གི་ལས་འགན་རེད། དེ་འདྲ་སོང་ན་ད་ང་རང་ཚོ་གི་འདི་ལ་རང་དབང་གི་ལུང་པ་ལ་ཕྱི་རྒྱལ་གྱི་ལུང་པ་ལ་འདི་ངའི་མི་འདི་འགྱེད་ཀྱི་རྡོག་རྩ་གཅིག་སྒྲིལ་མ་བྱས་པའི་ཉེར་ལེན་ལ་བརྟེན་ནས་བོད་ནང་ལོག་ལ་འདི་ཡོང་གི་ཡོག་རེད་དང་ཐང་བཅད་པ་ཡིན་ན་འཚམས་པོ་ཡོག་འདི་ང་ཚོ་གི་འདི་ལ་རྡོག་རྩ་གཅིག་སྒྲིལ་གང་ལ་བྱས་ནས་ཡག་པོ་བྱས་འདེད་པ་ཡིན་ན་བོད་ནང་ལོག་ལ་འདི་འདྲ་བའི་གནས་ཚུལ་འདི་ཚོའི་རིགས་འདི་ཚོ་ཉུང་རུ་འགྲོ་དགོས་རེད། རེད་མ། ང་ཚོ་གི་བྱེད་སྟངས་ཤེས་དགོས་ཀྱི་ཡོད་བྱེད་སྟངས་མ་ཤེས་པ་བྱས་ནས་གནས་ཚུལ་འདི་འདྲའི་རིགས་ཡོང་ཡག་དེ་ཚོ་ཨེ་ང་རང་ཚོ་གི་བྱེད་སྟངས་ལ་མང་པོ་ཅིག་རག་ལས་ཀྱི་ཡོད་ད་ང་ཚོའི་ཕ་གའི་བོད་ནང་ལ་འདི་འདྲའི་རྒྱ་མིས་ང་ཚོས་འདི་འདྲའི་ཅིག་བྱས་པ་ཡིན་ན་ཕ་གི་ལ་ནི་ཁོ་ཚོ་དབུ་མ་རང་བཙན་ཡིན་གཡས་གཡོན་ཐོག་ནས་བསྡད་དུས་ཚོད་ནས་སྤྱི་ཚོགས་ནང་ལ་དོན་ངན་ཞེ་དྲག་ཡོང་གི་མ་རེད་བསམ་དགོས། ཨོ། འདི་འདྲ་སོང་ཙང་ངས་ང་ཚོ་གི་དུམ་བུ་དུམ་བུ་འགྲོ་ཡག་དེ་ཚོ་ཉེན་ཁ་འདུག་ཟེར་རྒྱུ་མཚན་ཅི་འདི་ལ་འབྲེལ་བ་ཡོད་རེད་ད། དེ་རེད་འདི་འདྲ་སོང་ཙང་ད་བོད་ནང་ལོགས་ཡིན་པ་ཡིན་ནས་དོན་སང་ནི་ཀོན་རྒྱན་ཁྲི་ཀ་ཟེར་མཁན་གྱི་མི་དེ་ལྟ་བུ་གི་མི་དེ་འདྲའི་ཁ་བཤད་རིགས་མི་ངན་དེ་འདྲའི་རེ་ཟུང་དོན་ཡོང་ནས་ང་ཚོ་བོད་ནང་ལོགས་ལ་ཨེ་ནི་ཆོས་ལུགས་ཕན་ཚུན་བར་དཀྲུག་ཤིང་རྒྱག་ཡག། བོད་པའི་གནའ་རབས་ཀྱི་ཡུལ་སྲོལ་གོམས་གཤིས་ལ་ཨེ་ནི་ཁྱད་གསོད་བྱེད་ཡག་མཐོང་ཆུང་བྱེད་ཡག་དཔེར་ན་རྗེ། རྗེ་རིན་པོ་ཆེ་ལ་ཁོས་ཀྱི་ད་ཞོ་ཅིག་བཤད་བསྡད་ཀྱི་འདུག་ཨ། འོན་ཅིག་རེ་བོ་དགེ་ལུགས་པའི་བསྟན་པའི་བདག་པོ་རྗེ་རིན་པོ་ཆེ་ལ་ཁྱད་གསོད་བྱེད་ཡ། ཨེ་ནས། ཇོ་བོ་རིན་པོ་ཆེ་ལ་ཞལ་བཞེས་སྒྲོན་པ་ཡིན་ན་ཨེ་ནས་ཕན་ཐོག་ག་རེ་ཡོད་རེད་ཟེར་ཡ། དེ་འདྲའི་གྱི་སྐད་ཆ། ཚབ་ཆེན་པོ་དེ་འདྲ་བཤད་ཡོང་ད་ད་དེ་ཚོ་དངོས་གནས་ཀྱི། འཆར་གཞི་ཡོད་པའི་སྐད་ཆ་རེད་དེ་འདྲ་སོང་ཙང་ང་རང་ཚོ་གིས་འདི་ལ་དེ་ངན་ཚོ་གིས་གཟབ་གཟབ་བྱེད་དགོས་ཀྱི་ཡོད་རེད་ང་ཚོ་དེའི་དེ་ངན་ཚོ་གིས་བོད་ནང་ལོག་ནས་གནས་ཚུལ་དེ་འདྲའི་ལྟོས་ངན་འདི་ཚོའི་རིགས་ལ་དགག་པ་རྒྱག་དགོས་ཡ་དེ་ངས་གལ་ཆེན་པོ་མཐོང་གི་ཡོད་ང་ཚོ་རིགས་གཅིག་གི་རྩ་བ་རང་ནས་རྒྱག་གི་མི་འདུག་ནམ་རྒྱུན་དུ་སྤྱི་ཚོགས་དཀྲུག་ཡག་དེ་མ་གཏོགས་སྤྱི་ཚོགས་གཅིག་སྒྲིལ་བཟོ་ཡག་དང་སྤྱི་ཚོགས་ལ་གོ་རྟོགས་སྤེལ་ཡག་དང་གཞོན་སྐྱེས་ཚོ་ལ་ཀླད་པ་གསར་པོ་བཟོ་ཡག་གི་བསམ་བློ་རྩ་བ་རང་བཏང་མི་འདུག་འདི། བོད་པའི་རྗེས་ལུས་ཀྱི་ནང་གི་རྗེས་ལུས་མཐའ་མ་དེ་རེད་རྗེས་ལུས་སྡུག་ཤོས་དེ་རེད་ཞུ་ཡག་ཡིན། དེ་འདྲ་སོང་ཙང་དངོས་གནས་ཀྱི་བོད་ནང་ལོག་ལ་ད་རེས་ངེད་ཅག་ནི། ཁམས། ཀྱི་ནང་ལོག་ལ་གསེར་བསྔོག་ཡག་དང་གཏེར་ཁ་བསྔོག་ཡག་འདིའི་རིགས་དེ་ཚོ་དངོས་གནས་ཁོ་རང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་དང་དེ་ཚོ་གི་ནི་ངེས་པར་དུ་དོ་སྣང་བྱེད་དགོས་ཡག་ཅིག་ཆགས་བསྡད་ཡོད་རེད་འོ་དེ་འདྲས་ཅིག་ཞུ་འདོད་བྱུང་སོང་ཨེ་ནི། བོད་རྒྱལ་ལོ།